འདི་བར་ལོ་ངོ་ལྔ་བརྒྱ་ཡས་མས་སོང་ཚེ་ད་བོད་ཀྱི་སྔ་དར་རྩོམ་རིག་གི་ལོ་རྒྱུས་ཀྱི་དུས་སྐབས་འདིའི་ནང་ཚུད་ཁོ་ནར་ལའོ་ཆེའི་ལིའུ་ཏུང་ནང་གི་བཤད་ཟིན་པ་ལྟར་སྔོན་ན་རབ་བྱུང་དང་བོའི་དུས་སུ་ཁོན་ཁོན་ཕྱོགས་རྒྱལ་པོ་ཞོན་ནེ་དེ་དང་ཁྱུང་ནི་ས་སྐྱ་བ་གི་སྲོལ་གཏོད་ནར་ལ་ས་སྐྱ་བ་གི་སྲོལ་གཏོད་ཐ་ན་མ་ཀི་རྫོང་དེ་དང་ཁྱུང་རྟ་ས་ཆིང་གི་འགའ་ཉུང་ངུ་ལ་སོགས་པ་ས་སྐྱ་གོང་མ་རྣམ་ལྔ་ཞོན་དེ་དང་ཁྱུང་ནི་ས་སྐྱ་བའི་གྲུབ་མཐའ་དུ་དར་ཞིང་རྒྱས་པར་སྤེལ་དར་ཞིང་རྒྱས་པར་སྤེལ་བ་དེ་དང་འབྲེལ་དེ་དང་ཁྱུང་ནི་རབ་བྱུང་བ་གི་གྲུབ་མཐའ་གི། སྐབས་འདིར་སྤྱི་ལོ་སྟོང་གཅིག་རེ་གཉིས་བརྒྱ་རེ་བཞི་བཅུ་ཞེ་བདུན་ནས་མེད་དགོས། སྤྱི་ལོ་སྟོང་གཅིག་རེ་སུམ་བརྒྱ་རེ་ལྔ་བཅུ་ང་བཞི་གི་བར་འདི་དགོངས་ཏེ་ལོ་ངོ་མདུན་མོ་གཟིགས་ཀྱི་རེ་ང་བོད་ཀྱི་ཆོས་སྲིད་གཉིས་ཀྱི་དབང་ཆ་གྲུབ་མཐའ་གི་དབང་དུ་བཏང་སོང་ན་ས་སྐྱ་བའི་གྲུབ་མཐའ་གི་གཟུངས་ནི་མཐའ་འོ་དེ་དགོངས་ཏེ་རེད། ལྟོ་ཆེ་འདི་ན་དེ་རང་བཤད་སྐྱོང་གི་གནད་དོན་དངོས་མོ་རེད། དེ་དང་ན་ད་འདི་ནས་ཞིབ་ཆ་དེ་ལས་ནི་ད་འོང་ཅིག་བཤད་དགོས་ནོ་རྒྱུ་མཚན་ཅི་ཟེར་ཟེར་ན་སྐབས་ཐོག་དེ་ས་སྐྱ་བ་གྲུབ་མཐའ་གྲུབ་མཐའ་ས་སྐྱ་བ་གི་ལ་ང་བོད་ཀྱི་ཆོས་སྲིད་གཉིས་ཀྱི་དབང་ཆ་འདི་དགོངས་ཏེ་ཆེ་གེ་ཤོང་དང་ནི་རིས་ན་ངེས་བར་དུ་སྐབས་ཐོག་དེ་གའི་ས་སྐྱ་བ་གི་ལོ་རྒྱུས་དང་དེ་དང་དེ་འབྲེལ་གྱི་ས་སྐྱ་བ་གི་སྐབས་ཐོག་དེ་དོགས་ཏེ་གཡོན་གོང་མ་དང་མཉམ་འབྲེལ་བྱས་དེ་དང་བྱུང་ནས་འདི་གའི་འོག་གི་ཕྱི་སྲིད་གཉིས་ཀ་གང་བསྒྱུར་བ་ཡིན་ན་ཐོག་མར་འོ་དེའི་སྐོར་དུ་དོགས་ཏེ་ངེས་བར་དུ་བཤད་དགོས་དང་ནི་དེ་བཤད་དགོས་དང་ད་ཐོག་མར་འོ་ཆེ་གང་བཤད་དགོས་ཟེར་ན་འདི་གའི་ཚོགས་གོ་གི་ལོ་རྒྱུས་རགས་བསྡུས་ཙམ་ལས་མར་ངོ་སྤྲོད་བཟོས་དགོས་དང་ཐ་ངེས་བར་དུ་དེ་འབྲེལ་བ་དང་ནི་རི་མོ་དེ་དང་ནི་ད་ག་རེ་བྱས་ནས། ཤོག་ཁུག་གི་དམག་གི་སྟོབས་ཤུགས་རིམ་བཞིན་དར་རེ་ཡོང། དར་རེ་ཡོང་དེ་དང་ཆུང་ནས་དག་གི་ཐོག་མར་ཁྲིན་ཅི་སི་ཧན་གྱི་ཤོག་ཁུག་གི་ཚོགས་ཁག་ཁག་གཅིག་སྡུད་མཛད། དེ་ནས་མ་ཀི་ཏོ་རྫོང་དེ་དང་ཆུང་ནས་ལིའོ་རྒྱལ་རབས་དང་ཆིན་རྒྱལ་རབས་མི་ཉག་དེ་ཕྲུག་གི་ད་སུང་ལྷོ་མ། ཏཱ་ལི་ལ་སོགས་པ་ས་ཆ་མང་ཟས་དབང་བགྱིས་རུང་དེ་དང་དེ་བཞིན་གྱི་ཆུ་བོ་གི་མདོ་མེད་ཀྱི་ས་ཆ་སུམ་ཅུ་ཡིན་ན་ཤོག་ཁུག་གི་དབང་འོག་ཏུ་ཚུད་པ་རེད། འོན་ཀྱང་སྐབས་ཐོག་ཏུ་དེ་ཚུལ་མིན་ནོ་གང་རུ་ཟེར་ན།

དེ་ལྟ་ན་ཕྱིས་དེར་འདི་གི་སྤྱི་ལོ་སྟོང་ཚོ་གཅིག་ར་ཉིས་བརྒྱ་ར་གཅིག་ནས་སྟོང་ཚོ་གཅིག་ར་ཉིས་བརྒྱ་ར་བརྒྱད་ཀི་བར་འདི་གི་ད་ཕྲན་ཅིན་ཧྥན་གི་སོག་པོ་ས་ཆ་གི་ཚོ་ཁག་ཡོངས་རྫོགས་གཅིག་སྒྲིལ་མཛད་ནི་ལ་གཅིག་སྒྲིལ་མཛད་པ་རེད། ད་གཅིག་སྒྲིལ་ཤེས་བཞོག་ནི་སྐབས་དེ་དག་སྟེ་སོག་པོ་གི་སྟོབས་ཤུགས་ཀི་རྒྱ་མ་བསྐྱེད་པ་མངའ་ཁོངས་རྒྱ་མ་བསྐྱེད་པའམ་ཡང་ན་དམག་གི་ཁྱིམ་མཚེས་རྒྱལ་ཁབ་དང་ཡང་ན་ཁྱིམ་མཚེས་མི་རིགས་དམག་མ་གྲོངས་གོང་གི་ཡར་སྔོན་གི་གནས་སྟངས་དེ་ཅི་ལྟ་བུ་ཞིག་རེད་ཟེར་ན་འདི་ལྟ་བུ་ཟིག་རེད།

དེ་མ་རང་བ་དེ་དང་འཁྱོངས་ནས་ཕྱི་ལོ་སྟོང་གཅིག་ར་ཉིས་བརྒྱ་ར་བཅུ་བདུན་ནས་སྟོང་གཅིག་ར་ཉིས་བརྒྱ་ར་བཅོ་བརྒྱད་ཀྱི་བར་ལ་ལེའོ་རྒྱལ་པོ་གང་དུ་བསྡད་པ་རེད། ད་ཅི་གང་ནས་ས་ཁྲ་ལ་ཀི་རིག་ད་ལྟ། དེ་ནས་མ་རང་བ་དེ་དང་འཁྱོངས་ཕྱི་ལོ་སྟོང་གཅིག་ར་ཉིས་བརྒྱ་ར་བཅུ་གཅིག་ནས་སྟོང་གཅིག་ར་ཉིས་བརྒྱ་ར་ཉི་ཤུ་རྩ་གཉིས་ཀྱི་བར་ལ་ཅིན་རྒྱལ་པོ་གང་དུ་བསྡད། དེ་ནས་མ་རང་བ་དེ་དང་འཁྱོངས་ནས་ཀ་གི། ཕྱི་ལོ་སྟོང་གཅིག་ར་ཉིས་བརྒྱ་ར་ཚིམ་གཅིག་སོ་ལྔ་ནས་སྟོང་གཅིག་ར་ཉིས་བརྒྱ་ར་བདུན་ཅུ་དོན་བཞི་ཀྱི་བར་འདི་ལྟར་ལོ་ངོ་ལོ་ར་མང་ང་ཟིན་འགོར་སོང་ཟིག་ད་གི། ཕར་ཐུབ་ཚུར་ཐུབ།

རེད་ལ། དེ་ཕྲུ་གུ་སྟོང་སྤྱི་ལོ་སྟོང་གཅིག་རེ་ཉིས་བརྒྱ་རེ་ཉི་ཤུ་ཆིག་རྩ་གཅིག་ནས་ཉི་ཤུ་རྩ་གསུམ་གི་བར་འདི་གི་བྱིན་རྒྱལ་རབས་གོང་ལྟར་འདིའི། དེ་ནས་མ་རང་བདེ་ཐང་བྱུང་ནས་ག་གི་སྤྱི་ལོ་སྟོང་གཅིག་རེ་ཉིས་བརྒྱ་རེ་ལྔ་བཅུ་ང་གཉིས་ནས་ཉིས་བརྒྱ་རེ་ལྔ་བཅུ་ང་དྲུག་གི་བར་འདི་གི་ཏཱ་ལའི། དེ་ནས་སྤྱི་ལོ་སྟོང་གཅིག་རེ་ཉིས་བརྒྱ་རེ་སུམ་ཅུ་སོ་ལྔ་ནས་ཉིས་བརྒྱ་རེ་བདུན་ཅུ་དོན་བཞི་གི་བར་འདི་གོང་ཏེ་གསུང་ལྷོ་མ་གང་ལྟར་འདི་ནི་དོ་མོ་རྫུན་རེད།

ཡ་ར་དམག་དྲངས་སོང་ན་བླ་མ་སྒྲུབ་བསྡད་གི་ནི་མི་བསྡད་གི། ཡང་ན་དབུས་གཙང་གི་ས་ཆ་ན་འོད་གི་དམག་གི་འགོག་རྒོལ་ཡོད་གི་ནི་མེད་གི་སྐོར་ནི་ལ་དུ་མོ་གཅིག་ཚོད་འགུམ་དང་ཚོད་ལྟ་གི་ཆེད་དུ་ཚུལ་དུ་དྲངས་འདུག་དེ་གི་ཚིག་ཁ་དེ་ར་ཡོད་གི། དེ་གཅིག་རེད་དེ་ནས་ཕྱི་ར་དམག་དམག་ཕྱི་ར་བླངས་དེར་དེའི་འཕྲོ་གི་སྤྱི་ལོ་སྟོང་གཅིག་ར་ཉིས་བརྒྱ་ར་ག་གི་ལོ་ཡིན་ད་གོ། ཉིས་བརྒྱ་རེ་བཞི་ཕྱི་ཤེས་གཉིས་ཀྱི་ལོ་རེད། སྟོང་ཕྱུགས་ར་ཉིས་བརྒྱ་རེ་བཞི་ཕྱི་ཤེས་གཉིས་ཀྱི་ལོ་འདི་དགོན་སྡེ་ཞི་བ་དགོན་ནས་སོག་པོ་དོར་ཐང་དཀོན་ཡང་ཐང་གཅིག་སོང་འདིའི་ཀ་བ་ད་ངོ་མ་ལྟ་བུ་མ་རེད། གྲོགས་པོ་དམག་གྲོགས་པོ་གི་དམག་ཤུལ་ལ་བརྟེན་པ་ཡང་ན་བོད་ཡིག་གི་སྦྱོར་བ་ལ་བརྟེན་པ་དུ་མོ་དུ་མོ་ཨོ་རེད་ཟེར་ན་དུ་མོ་མ་རེད། ཞི་བ་དགོན་གྱི་དབུས་གཙང་སུ་ཐང་གཅིག་སོང་མྱོང།

ཀ་ཐོག་དེ་གྲུབ་མཐའ་གི་སྟོབས་ཤུགས་ཀྱི་ལ་ཀ་གི་ར་ས་སྐྱ་བའི་གྲུབ་མཐའ་གི་སྟོབས་ཤུགས་ཆེ་གི། གྲུབ་མཐའ་སོ་སོའི་ནང་གི་མཁས་པ་རྣམས་ཀྱི་ར་དེ་གི་འོས་མི་ཡོངས་རྫོགས་ཁས་ལེན་པ། ཡང་ན་གོང་བཀུར་བྱེད་པ། མཁས་པ་གི་མཚན་སྙན་གྲགས་ཆེན་པོ་ཡོད་པ་ནི་ཟུར་ཟི་ན། ས་པཎ་དང་ནི་རི་ལ། དེ་ནི་རྒྱུ་མཚན་གྱི་ས་པཎ་གདན་འདྲེན་བྱས་ན་ཨེ་ཀི་ཟི་དེ་དང་བྱུང་ནས་སྤྱི་ལོ་སྟོང་གཅིག་ར་ཉིས་བརྒྱ་ར་བཞི་བཅུ་ཞེ་གཉིས་ཀྱི་ལོ་རེད།

ཀི་ན་དྲི་བའི་རྔ་བོར་མ་འཛིན་པ། ཁི་ཁི་ཚ་གཉིས་ཀ་ཁྱི་ལི། འགྲོ་མགོན་ཕོག་པ་ར་འགྲོ་མགོན་ཕྱག་ན་གཉིས་ཀ་ར་ལ། འདི་གཉིས་ཀ་ཁྱི་ལི་ད། ལམ་ཐག་རོང་བོ་ཀྱི་ལི་ནི། གང་ང་ཐོན་ནོར་ཟིན་ན། འདི་གི་དབུས་ཀྱི་ས་ཆ། དྭངས་མ་གི་རྒྱང་འགྲིགས་སི་གི་དྭངས་ནོར་ལ། འདི་གི་ས་ཆ་འདི་ཐོན་ནོར། དེ་ས་སྤེན་གི་རྒྱུ་ནོར་གི་ལམ་དུ་མོ་ཟིག་རེད། འདི་ན་གོ། ས་སྐྱའི་དགོན་པ་ནི་རྒྱུད་ལ་རུ་བཞི་དཀའ་བརྩེ། དེ་ན་མི་གི་ཡང་བ་ཅན། དེ་ན་མི་གི་ལྷ་ས། དེ་འདི་རྒྱུད་ལི་ནི་ར་མ་ར་ཡོང་བོ་ནི་ར་ར། ག་གི། མཚོ་སྔོན་གི་སི་ལང་ཁ་ར་ཐོན། སྲིད་བླང་སྲིད་བླང་ནི། ད་ཧ་ར་གང་དོན་དག་ནི། རང་རིག་གི་ས་ཆ་འདི་དོན་ནི་ལ། དེའི་ལམ་ཐག་རོང་བོ་གཟི་བརྗིད་ལས་ནི་ར། ལོ་ངོ་གཉིས་ཀྱི་དུས་ཚོད་བེད་སྤྱད་པར། སྤྱི་ལོ་སྟོང་ཚོ་གཅིག་ར། ཉིས་བརྒྱ་ར་བཞི་བཅུ་ཞེ་གཉིས་ཀྱི་ལོ། བླ་མ་ཆེ་ཡི་ལི། ས་སྐྱ་དགོན་པ་ནི་བླ་མ་ཆེ་ནི་ར། ལང་ལང་འདྲི་ག་ཐོན་རི་ཐ་ཀོ། སྟོང་ཚོ་གཅིག་ར་ཉིས་བརྒྱ་ར་བཞི་བཅུ་ཞེ་བཞི་རི། ལ་བོར་ནི། ལོ་གཉིས་འགོར་སོང་ནི་ལ། འོ་དུམ་བུ་གཟིགས་རེ། དེ།

ས་པཎ་གླིང་སྒྲིག་ནི་སྐུ་ཞིག་དེ་དང་དེ་བཞིན་གྱི་སྐུ་ཚད་གཉིས་ཁས་ལེན་གནང་འགྲོ་འགོ་ཞིག་གནང་གི་མུ་མཐུད་དུ་ཡོན་གོང་མ་དང་མཉམ་འབྲེལ་བདེ་ཐང་ཁྱུང་ནས་ད་འདི་གི་བོད་ཀྱི་ཆོས་སྲིད་གཉིས་ཀྱི་དབང་ཆ་འདི་དག་འདི་ས་སྐྱ་བའི་གྲུབ་མཐའ་གི་བཟང་ནི་རེད། འདི་སྐབས་ཀྱི་གནས་ཚུལ་ཆེན་མོ་ཟིན་ཟིན་ན་དཀའ་མོ་ཟིག་རེད། སྤྱིར་གྱི་སུ་ཀོ་མིར་གྱི་སྟོད་ཁུག་དེ་དག་ཏུ་ཇེ་ཆེ་སོང་ཇེ་ཆེ་སོང་སོང་སོང་སོང་བདེ་ཐང་ཁྱུང་ད་སྤྱི་ལོ་སྟོང་གཅིག་རེ་གཉིས་བརྒྱ་དྲུག་ཅུ་ཐམ་པ་གི་ལོ་ཡོན་རྒྱལ་རབས་བཙུགས་པ་རེད།

སྲིད་འཛིན་གྱི་ལས་ཁུངས་དུ་གང་ལྟར་ཐད་ཀར་གྱི་དབུས་གཙང་གི་ཡིག་དང་མངའ་རིས་དང་བཅས་བ་ལ་དབང་བསྒྱུར་བ་དང་ཡང་ན་དེ་ལ་དབང་གི་སྲིད་ཀྱི་ཆ་ནས་སྐོམ་འདུམ་ཞིག་སོགས་ཀྱི་ལས་ཁུངས་གཟེངས་རྟགས་ནི་སླད། འདི་ཡང་རྒྱ་སྐད་ཀྱི་ཤོད་འབྲི་ཡོན་སྲིད་སྒོ་ཐ་མའི་ཕྱི་ན་ཡོད་ལྟ་གོ། ཞེས་དེ་རེད། འདི་རེད། དཔེ་གཞི་ན། སྤྱི་ལོ་སྟོང་གཅིག་རེ་གཉིས་བརྒྱ་དྲུག་ཅུ་རེ་བདུན་གྱི་ལོ་ཕེབས་ནས་རི་ལ་དེབ་ཧེ་བདེ་དང་ཁྱུང་ནས་ཚོགས་ཡིག་གསར་གཏོད་མཛད། དེའི་ཁྲོད་ཀྱི་གོང་མའི་གོང་མ་གི་དབུ་བླར་གཞིགས། གོང་མའི་དབུ་བླར་གཞིགས་ནས་དབང་ཐང་གསུམ་བསྐུར།

ད་ལྟ་འགོ་ཟིན་མང་འདུག་ཚི་ཚི་རེད། ད་འགོ་ཟིན་ཀུན་ནོ་ཀ་ད་ཀ་ཨོ་ཆེ་འདི་གི་ཇི་ལྟ་གི་ད་ལྟ་རེད། འགོ་འགོ་ཀ་གི་འགོ་འོ་འགོ་རེད། ད་འགོ་གཅིག་ཟིན་ན་རེད། ད་འགོ་གཅིག། ད་འགོ་གཉིས་རྒྱ་སྐོར་གཅིག།

འོན་ཁོང་ལ་དབང་བསྒྱུར་བ་ཡིན་སྐུ་ནི་ལ་དེ་ནི་ལུག་ཏུ་བསྟོད་དགོས་ཐུགས། ས་སྐྱ་བོའི་འོ་ན་གྲུབ་མཐའ་གཞན་པ་གི་དབང་མ་བསྒྱུར་ར་ནི་དེ་དང་ཆུང་ནས་ཡིན་ནམ་མིན་ན་སྐབས་ཐོག་དེ་ས་སྐྱ་བོའི་གྲུབ་མཐའ་གི་དབང་བསྒྱུར་དགོས་ལུགས་རྒྱུ་མཚན་ཇི་སྲིད་ཡིན་ནི་ཟེར་ན་སྐབས་ཐོག་དེ་འོག་གི་ས་སྐྱ་ན་གྲུབ་མཐའ་མང་བོ་ཡོད་པ་འདྲ་གྲུབ་མཐའ་མང་བོའི་ནང་གི་ས་སྐྱ་བོའི་གྲུབ་མཐའ་གི་སྟོབས་ཤུགས་ཆེན་པོ་ཡོད་པ་དང་མཁས་བ་མང་བོའི་ནང་གི་ས་སྐྱ་པཎ་ཆེན་ལྟ་གི་འགའ་རྒྱ་མཚན་གྱི་མཚན་སྙན་གྲགས་འདི།

རེད་ལ། དེ་དང་ལྡན་འདི་ཀ་བ་འདི་གི་འོག་གི་འོག་ཕྱི་འོག་གི་ས་ཆ་ནང་ནུ་གྲིམ་ཐ་ས་སྐྱ་བ་ཅིག་རེད་རྙིང་མ་བ་ཡོད་གི་བཀའ་བསྡུམ་པ་ཡོད་གི་དེ་ཕྲུག་གི་ད་བཀའ་བརྒྱུད་པ་ཡོད་གི། བཀའ་བརྒྱུད་པ་གི་ནང་ན་ཡང། བཀའ་བརྒྱུད་ཆེ་བཞི་ཆུང་བརྒྱད་བཟོས་ད་དང་ཁྱོང་ནང་སྲིད་ཀྱི་བྱེ་བྲག་གྱིས་སོང་ནི་རེད། དེ་དང་ན་ད་བཀའ་བརྒྱུད་པའི་གྲིམ་ཐ་ནི་དོག་འདི་ཅི་གི་བྱུང་བ་ཡིན་ཟེར་ན། སྤྱིར་གི་ང་ན། དེ་རུ་བཅོ་ལྔ་བ་བཀའ་བར་གོ། དེ་རུ་བཅོ་ལྔ་བ་བཀའ་བ། མཁས་གྲུབ་ཆུང་ངུ་སྐུ་ནུ་མཁས་གྲུབ་ཆུང་ངུ་བཀའ་གི།

འདིའི་གྲུབ་མཐའ་འདི་ནང་གི་བླ་མ་དང་ཡང་ན་དགེ་རྒན་གྱི་སློབ་མ་སྐྱོང་དགོས་ནས་སྐབས་སུ་གྲུབ་མཐའ་བྱེ་བྲག་པ་མང་བོ་བཅས་སོང་ལ་དེར་ཕྱི་ཟེར་ན་དགེ་རྒན་དང་བླ་མ་དེ་གའི་སློབ་མ་མང་བོ་སྐྱོང་ནོར་གཞིག་གི་སློབ་མ་རེ་རེ་གི་ཡང་བྱེ་བྲག་ནས་ནང་གསེས་ཀྱི་གྲུབ་མཐའ་རེ་རེ་གསར་གཏོད་ལེ་བུ་སོང་ན་ལ་དེ་དག་དེ་རེད་དེས་ན་ད་འོ་ཆེན་དེ་རིང་འདི་ན་བྱེད་དགོས་འདུག་བཀའ་རྒྱུད་ཆེ་བཞུགས་ཤེས་ཐུབ་ཀི་འདི་ན་འདི་གི་འབའ་རུམ་པ་དམ་པ་གང་ཞིག་ནི་ཡི་གེ་ལས་འོངས་ནོ་གི་འབའ་རུམ་བཀའ་བརྒྱུད། དེ་འཕྲོག་གི་ཕག་ཁྲི་རྡོ་རྗེའི་རྒྱལ་པོ་ནི་ཡི་གེ་ལས་འོངས་ནོ་གི་ཕག་ཁྲི་བཀའ་བརྒྱུད། དཔལ་ལྡན་དུས་གསུམ་ཆེན་པ་ནི་ཡི་གེ་ལས་འོངས་ནོ་གི་ཀརྨ་བཀའ་བརྒྱུད། དེ་འཕྲོག་གི་ད་ཚལ་བ་གསོན་འདྲིས་དྲག་པ་ནི་ཡི་གེ་ལས་འོངས་ནོ་གི་ཚལ་བ་བཀའ་བརྒྱུད། འདི་ཕྱི་ཉིང་ང་འདིའི་བཀའ་བརྒྱུད་ཆོས་བཞི་ཟིན་རེད། འདིར་སྔོན་མ་སྔོན་མ་གི་དགེ་རྒན་གྱི་སློབ་མ་སྐྱོང་བའི་སྐབས་སུ་སློབ་མ་གི་ཞེ་དྲག་ནི་གྲུབ་མཐའ་སྣང་སྲིད་གི་གསར་གཏོད་ལུས་པའི་ཚོགས་ནི་རླན། འོ་དོ་དོ་དོ་རེད། དེ་འཕྲོག་གི་ད་བཀའ་བརྒྱུད་བཀའ་བརྒྱུད་ཆུང་བརྒྱད་ནི། ད་ཕྱིས་དེ་རིང་གནའ་བོའི་བཀའ་འབྲི་གུང་བཀའ་བརྒྱུད་གཡུལ་བ་བཀའ་བརྒྱུད་སྟག་ལུང་བཀའ་བརྒྱུད་འབྲུག་པ་བཀའ་བརྒྱུད་གཡའ་བཟང་བཀའ་བརྒྱུད་ཁྲོ་ཕུ་བཀའ་བརྒྱུད་ཤིག་སྲིབ་བཀའ་བརྒྱུད་དམར་མཚང་བཀའ་བརྒྱུད་ཟེར་བའི་རྒྱུད་བྱུང་ཐོག་ནས་ལ་བཀའ་བརྒྱུད་ཆུང་བརྒྱུད་བཀའ་བརྒྱུད་པའི་གྲུབ་མཐའ་ནང་གི་ར་ཞེ་དྲག་འདི་མོ་མང་ཀྱིས་གསུངས་འདིར་སྐྱེས་ཡུལ་བསྟན་སྟངས་ཆུང་བ་ནས་སྐྱེས་བུ་གྲུབ་མཐའ་མང་ང་ཟོག་གི།

དེ་ཟླ་གོ་གི། རྒན་མོ་སེར་སེར་འཁུར་གྱི་དུས་ཟིན་རེད་ད་འདི་སྐབས་ཀྱི་སྤྱི་ཚོགས་འདི་ཧ་ཅང་བདེ་འཇགས་ཡིན་སྐུ་འཁྲུངས་ཆོས་གསུམ་ལ་སོགས་པ་མི་ཞིག་གོ་ནི་ལ་དེ་བྱས་ནི་རེད་རྒན་མོ་སེར་འཁུར་སེར་སྐུ་ནོར་དེའི་ནང་དོན་གོ་ག་ཚ་ནི་རེད་དེ་བར་གི་ཨ་ཡེ་ལོ་ལོ་ཟིག་གི་སེར་འཁུར་སོང་ན་ར་དེ་སྐུ་ནི་ར་འཕྲོག་ནི་མེད་དེ་ཟིན་ནི་ལ་སྤྱི་ཚོགས་བདེ་འཇགས་ཡིན་པ་དེ་གི་གནས་ཚུལ་དེ་བསྟན་ནི་རེད།

དེ་དང་དེ་བཞིན་གྱི་དགེ་སློང་བྱང་ཆུབ་རྩེ་མོ་ར་ནམ་མཁའ་བཟང་བོ་གཉིས་ཀྱིས་སྙན་ངག་སྤྲིན་གྱི་ཕོ་ཉར་ཕྱར་བ་ལ་སྒྱུར་ནི་རེ་ལ། འོད་ལ་སྒྱུར་དེ་དང་བྱུང་བའི་སྐབས་ཐོག་འདི་ན་མ་གིའི་གཟུངས་དེ་དང་བྱུང་བ་ད་ཆེ་གི་གཟིགས་ན། འོད་ཀྱིས་རྒྱ་གར་རྩོམ་རིག་ལ་སློབ་སྦྱོང་བྱེད་པའམ་ཡང་ན་རྒྱ་གར་རྩོམ་རིག་ཚེ་རབས་འོད་ལ་ནང་འདྲེན་བྱེད་པའི་མཐོ་སློབ་གསར་བ་ཞིག་ཕྱིར། ད་འདི་ར་གཉིས་ཆ་ནས་བཤད་ཡོང་དུས་མཐའ་བྱེད་ངམ་ནར་བཤད་མྱོང་དུས་མཐའ་གཞུང་ལུགས་ཀྱི་ཆ་ནས་གང་གི་ཤུགས་རྐྱེན་ཐེབས་ནི་རེ་ཟེར་ན་དམེ་ལོང་མ་ཤུགས་རྐྱེན་ཐེབས་ནི་རེ་ལ།

ཉམས་སོང་གིས་ཉམས་དགུ་ནོར་བརྒྱུད་སྐྱེ་འཆི་ཟེར་ཟིན་ན་ཡང་དུས་ཡུན་རིང་བོ་གི་ལོ་རྒྱུས་ཀྱི་ཁྲོད་འདི་ནས་ད་རིམ་བཞིན་དུ་འདི་གི་ཕག་གྲི་འདི་སྲིད་ཀྱི་སྲིད་དབང་ནི་མ་རབས་མར་འགྲིམ་འགྲོ་འགྱུར་འགོ་བརྩམས་གོ་གི་གྲུབ་མཐའ་གཞན་ཟིག་ཡང་ཡར་བཏང་གོ་གི་གཞན་ནི་གཉིས་ལྟར་ཡོང་གོ་གི་གཞན་གཉིས་ཀ་ད་གང་ཟིན་ན་གཅིག་དགེ་ལུགས་ཀྱི་གྲུབ་མཐའ་རེད་གཉིས་འདི་གི་བཀའ་བརྒྱུད་པ་ནང་གི་ཀརྨ་བཀའ་བརྒྱུད་ཀྱི་ནི་ལ་ཀརྨ་བཀའ་བརྒྱུད་དང་དགེ་ལུགས་ཀྱི་གྲུབ་མཐའ་འདི་གཉིས་ཀ་འགྲན་པའི་ཚུལ་གྱིས

རྒྱལ་ཁང་ཆེན་མོ་སྤྲད་པར་མ་ཚད་ལ་དགའ་ལྡན་ཕོ་བྲང་གི་ཟི་ཁང་བརྩིགས་པ་རེད། དེ་ནི་རྒྱུ་མཚན་གྱིས་སྤྱི་ལོ་སྟོང་གཅིག་རེ་དྲུག་བརྒྱ་རེ་བཞི་ཞེ་གཉིས་ཀ་ལོ་ཚིགས་ཀྱི་ནང་གི་ཡིད་ལ་འཛིན་དགོས་ཁྱད་ཀྱི་ལོ་ཚིགས་གལ་ཆེན་ཟིན་ཐལ། གཙོ་བོ་གཙོ་བོ་བཤད་སོང་ན་འདི་དགའ་ལྡན་ཕོ་བྲང་གི་ཟི་ཁང་བརྩིགས་འདུག་ལོ་རེ་ལ། འོ་དེ་དག་རེད། གཉིས་ཆ་ནས་བཤད་ན་སོང་བ་ལྟ་སྐོར། སྔོན་མ་གྲུབ་མཐའ་གཞན་གྱི་སྲིད་འཛིན་དགོན་གནས་སྐབས་སུ་དབུས་གཙང་གི་ས་ཆ། མི་རིགས་གཞན་གྱིས་དབང་བསྒྱུར་གྱི་ཡོད་དབང་བསྒྱུར་བའི་གནས་སྐབས་འདྲ་བྱུང་ཡང། ཐག་རིང་ན་བཀོད་འདོམས་བྱེད་པ་མ་གཏོགས།

དེ་དང་གཉེན་འབྲེལ་སངས་ཀྱི་ང་རོ། འདི་ལ་སོགས་པ་ཚང། དེ་འཕྲོག་གི་བཀའ་རྒྱས་དཔག་གི་ཁྲིམས་མཐའ་རྟོགས་ནོ། འོད་འཁྱིལ་བ་སངས་ཀྱི་གཉེན་འབྲེལ། སྦྲང་རྒྱ་མཚོའི་འཇུག་ངོགས་ལྟ་བུ་སྐུ་ནི་བརླ། འདི་ལྟ་བུ་རྩོམ་རིག་བརྩམས་ཆོས་མང་དུ་བརྩམས་ཏེ་བོད་ཀྱི། རྩོམ་རིག་གི་གསེར་མདོག་འདི། སྔར་ལས་ལྷག་པར་གོང་ནས་གོང་དུ་སྤེལ་ཡོད། འཕེལ་རྒྱས་ཆེན་པོ་བཏང་ཡོད།

མར་ཀོ་ལིའི་སྙི་བ་གི་སློབ་ཚན་ཁག་གི་བརྩམས་ཆོས་ངོ་སྤྲོད་རྒྱུ་རེད། དོན་ཚན་དང་མོ་བཅུ་བཞི་སྟོང་པ་སུམ་ཅུ་བ་ཡན་དྷ་འདི་དག་གི་འདི་ངོ་སྤྲོད་རྒྱུ་ཡིན། ད་ཐེངས་ཀྱི་སློབ་ཁྲིད་ལ་མཚམས་འདི་ནས་འཇོག་རྒྱུ་ཡིན།